སློབ་ཕྲུག་ཚོ་སྐུ་ཁམས་བཟང། དེ་རིང་དགེ་ལགས་ཀྱིས་འཛིན་རིམ་ལྔ་པའི་སློབ་ཚན་བརྒྱད་པ་ཁྱིམ་བདག་གླེན་པ་ཞེས་པའི་དྲུང་དེ་མ་འབྲི་ཤེས་ཀྱི་ཡིན། རྣམ་པ་ཚོ་ཡག་པོ་བཞིན་གསལ་གསལ་གནང་ནས་སྦྱངས་རོགས་གནང། མ་འབྲི་ཤེས་ཀྱི་ཡིན་ད། ཁྱིམ་བདག་གླེན་པ། ལ་ན་ག་འདྲི་བྱེད་ལ། ཟེར་གྱི་ཡོད་མེད་དེ་ཧ་གོ་ཡ་གལ་ཆེན་པོ་རེད། ཁྱིམ་བདག། ལ་ན། ཁྱིམ་ལ་ན་ནང་ལའོ་རེད་བདག་ལ་ན་བདག་པོ། ནང་གི་བདག་པོ། གླེན་པ་ལ་ན་ད་ད་རིག་པ་ཞེ་དྲག་གཏང་མ་ཐུབ་ངེས་བསམ་བློ། སུ་སུ་ཞེ་དྲག་རྣམ་དཔྱོད་བེད་སྤྱོད་གཏང་མ་ཐུབ་ངེས་རོ། ནི་དེ་འདྲའི་ཆེ་ལ་གླེན་པ་ལ་འོ་རེད་གླེན་པ་དང་ལྐུག་པ། གཅིག་པ་རེད་ལ་ན་གཅིག་པ་མ་རེད་ཁ་ཁ་རེད་ལྐུག་པ་ལ་ན་སྐད་ཆ་བཤད་མ་ཐུབ་ངེས་རོ། ངག་ལྐུག་པ་ཡིད་ལྐུག་པ། དེ་འདྲའི་ཆེ་ལ་ཨ་ནུ་ལྐུག་པ་ལ་འོ་རེད་གླེན་པ་ལ་ན་ད་ད་སྐད་ཆ་བཤད་ཐུབ་ཀྱི་ཡོད་རེད་ཡིན་ནའི་བསམ་བློ་ཞེ་དྲག་གཏང་མ་ཐུབ་ངེས། རིག་པ་ཞེ་དྲག་གཏང་མ་ཐུབ་ངེས་དེ་འདྲའི་ཞིག་ལ་སྣེ་ལེན་པ་ལ་ནི་ཞུ་བ་རེད། ལྟ་ན། ལུང་པ་ཞིག་ལ་ཁྱིམ་བདག་ཕྱུག་པོ་ཞིག་ཡོད། ལུང་པ་ཞིག་ལ་ཁྱིམ་བདག་ཕྱུག་པོ་ཞིག་ཡོད་ལ་དུས་ལུང་པ་ཞིག་ལ་གཏོགས་ལ། ད་ལྟ། ཡུལ་ཞིག་ལ། ས་ཆ་ཅིག་ལ། ཨ་ནི། ནང་བདག་པོ་ཕྱུག་པོ་ཞིག་ཡོད་རེད། ཉིན་ཞིག་གི་ཞོགས་པར། ཁོང་རྟ་ཞིག་ལ་ཞོན། ཉིན་ཞིག་གི་ཞོགས་པར་ལ་ཉིན་ཞིག་ལ་ནི་ཉི་མ་གཅིག་ཞོགས་པར་ཨ་ནི། ཁོ་རང་རྟ་གཅིག་ག་ལ་ཞོན་རེད། བུང་བུ་ཞིག་ཁྲིད་ནས། རང་ཡུལ་དུ་ལོག་ཡོང་བའི་ལམ་བར་དུ། བོང་བུ་ཞིག་ལ་ན་བོང་བུ་གཅིག་ཁོ་རང་གི་ཁྲི་ཡོང་དུས་སྐབས་ལ་ཁོ་རང་ལུང་པ་ལ་ཕ། ལོག་ཡོང་བའི་འདི་སྐབས་ལ་ལམ་བར་ལ་ན་ལམ་གྱི་དཀྱིལ་ལ་ནི། ཡུལ་དེར་རྐུན་མ་ཧམ་ཆེན་གཉིས་ཡོད་པ་ཁོང་གཉིས་ཀྱིས་མཐོང་སྟེ། ཡུལ་དེར་ན་ས་ཆ་དེ་ལ་ནི་ཁོ་རང། ད་རྐུན་མ་ཧམ་ཆེན་གཉིས་ཡོད་ཁྱོད་འདི་གིས་ག་རེ་མཐོང་ལ་ན། ད་ལྟ། ཁྱིམ་བདག་ཕྱུག་པོ་དེས་བོང་བུ་ཁྲི་ཡོང་བ་འདི་མཐོང། རེད་མཐོང་སྟེ་ལ་ད་མཐོང་བའི་རྗེས་ལ་ཁ་ཅིག་ལ་ན། ད་ལྟ། བོང་བུ་དེ་རྐུ་བར་འདོད་ནས་བོང་བུ་དེ་རྐུ་མ་རྐུ་འོས་ཀྱི་འདོད་པ་ཆེན་པོ་བྱུང་ནས་དལ་བར་དལ་བུར་ན་ག་ལི་ག་ལི་དལ་ལ་ན་ལྷོད་ལྷོད་ལྷོད་ལྷོད་ག་ལི་ག་ལི་རོ། ནི་ཁྱིམ་བདག་གི་རྗེས་སུ་བཅབས་ཏེ་ཕྱིན། ནི་ཁྱིམ་བདག་གི་རྗེས་སུ་བཅབས་ལ་ན་ཁྱིམ་བདག་གི་རྒྱབ་ལོགས་ལ་ནི་ཡིབ་ཀྱིས་ཡིབ་ཀྱིས་བ་ཕྱིན་པ་རེད། ཁྱིམ་བདག་ཕྱུག་པོ་དེའི་རྒྱབ་ལ་ཡིབ་ཀྱིས་ཡིབ་ཀྱིས་བ་ཕྱིན་པ་རེད། རྐུ་མ་གཅིག་གིས་བོང་བུ་ཕྱིར་ཁྲིད་པ་དང་རྐུ་མ་གཅིག་གིས་བོང་བུ་ཕར་ཁྲིད་ནས་འགྲོ་རེད། རྐུན་མ་གཞན་དེ་གི་བུང་བུ་མགོ་ཡི་ཐུར་དེ་རང་གི་མགོ་ལ་གྱོན་ནས། རྐུན་མ་གཞན་དེ་ལ་ན་རྐུན་མ་གཞན་པ་དེ་ཁ་ཤི་ལ་ན། ད་ད། བུང་བུ་གི་མགོ་ཡི་ཐུར་ལ་ན་བུང་བུ་གི་སྐེ་ལ་ཡོད་ཡོད་ཀྱི་ཐག་པ་དེ་ཨ་ནི་ཁོ་རང་མགོ་ལ་གྱོན་ནས་ཨ་ནི་ཁྱིམ་བདག་གི་རྗེས་སུ་འབྲངས་ལ་ན་ཁྱིམ་བདག་གི་རྗེས་སུ་ཨ་ནི། ཕ་ཕྱིན་པ་རེད། ར། འགྲོ་བའི་དོན་དག་རེད་ར། ཨ་ནི། ཁྱིམ་བདག་ག་བ་ཁྲི་འགྲོ་ནས་དེ་རྗེས་སུ་ཨ་ནི་འགྲོ་རེད། ཁྱིམ་བདག་རང་ཁྱིམ་དུ་སླེབས་ལ་ཉེ་བའི་སྐབས། ཁྱིམ་བདག་ཁོ་རང་ནང་ལ་སླེབས། པའི་ལྟ་དུས་ཚོད་འདིའི་སྐབས་ལ། ཐག་ཉེ་བོ་ཡོད་དུས་སྐབས་ལ། ཕྱིར་མིག་ཅིག་བལྟས་ཙང་ན། ཕྱིར་མིག་ཅིག་བལྟས་ཙང་ན་ལ་འདུག་ལ། ད་ལྟ་མིག་རྒྱབ་ལོགས་ལ་ལྟ་དུས་སྐབས་ལ། རང་གི་བོང་བུར་མཐོང་རྒྱུ་མེད་ཁར། རང་གི་བོང་བུ་མཐོང་རྒྱུ་མེད་ཁར་ལ་ན། སོ་སོ་གི་བོང་བུ་མཐོང་ཨེ་མེད་བས་གང་ལ་ལ་འོར། ར། ཐུར་དེ་མི་ཞིག་གི་མགོ་ལ་གོན་ནས་རྗེས་སུ་ཡོང་གིན་ཡོད་པ་མཐོང་བས། རེ་ཞིག་ཧེར་ཏེ་ལུས་ལ་བལྟ། ཐུར་དེ་ལ་ན་སྐེ་ལ་ཐག་པ་གཡོ་ཞེས་བརྗོད་དེ་མི་གཅིག་གི་གྱོན་ཡོད་པ་ཁོ་ཡིས་མཐོང་དུས། མཐོང་བས་ལ་དང། རེ་ཞིག་ཧེ་དེ་ལུས་ལ་ན་ཁོ་རང་ཧང་སང་རེད་ཁྱིམ་བདག་ལེན་པ་དེ་ཧང་སང་རེད་ལར་ཧེ་དེ་ལུས་ལ་ན་ར་ཧང་སང་ཧོན་ཐོར་ནས་ར་ཧེ་དེ་ལུས་ལ་ན་འོ་དེ་ལོག་རེད། ཧང་སང་ནས་ལུས་པ་རེད་ལྷག་པ་རེད་ལར་ར། ད་དེ་ནས་ཕ་ཕྱི་ལ་ན། རྐུ་མ་ན་རེ་ལ་དང་རྐུ་མ་ན་རེ་ལ་དུས་ར་རྐུ་མ་གི་ལ་རེ་ལར། བདག་པོ་ལ་ལར་ཁྱིམ་བདག་གི་བདག་པོ་དེ་ལ་ལར། ར། ཁོས་ཡང་མཚན་དགོས་དོན་མེད་ཁེར་ཧང་སང་དགོད་འགྲོ་ཡོད་མ་རེད་ལར། ང་ལྷ་ཡི་ཡུལ་དུ་ནོར་འཁྲུལ་ཤོར་ཏེ་ལྷ་ཡི་དབང་པོ་བརྒྱ་བྱིན་གྱི། ང་རང། ལྷ་ཁྲིམས་ལྟར། མི་ཡུལ་འདིར་བོང་བུའི་སྐྱེ་བ་ལེན་དུ་ཆུག་བྱུང་ད། ལྷ། ཁྱེད་རང་ཡང་མཚན་དགོས་མ་རེད་ལར། ལྷ་ཡི་ཡུལ། ལྷ་ཡུལ་ནས་ར་ནུས་འབྲི་ཤོར་ནས་ནི། མི་ཡུལ་འདི་ལ་ར་ལྷ་ཡི་དབང་པོ་བརྒྱ་བྱིན་ཡིན། ར་ཕྱི་རོལ་པའི་ལྷ་ར་བརྒྱ་བྱིན་ཏེ། ཁོང་གིས་ནི་མ་བཏང་བཟུང་ལ་ར། མི་ཡུལ་འདི་ལ་ནི་བོང་བུ་སྐྱེ་བ་ལས་འགའ་བཏང་བཟུང་ཟ། ད། ཡིན་ན་ཡང་ད་ལྟ་ཉེས་པ་དག་འཛིན་པས། ད། ཉེས་པ་ཉེས་པ་བསགས་བྱ་ཁྱོད་སྡིག་པ་བསགས་བྱ་ཁྱོད་འདི་ཚོ་ཚང་མ་དག་ནི། ལྔ། མི་ལུས། མི་ལུས་ལ་དང་མི་ལུས་ཐོབ་པ་ཡིན་ལ་དང་མི་ལུས་ཐོབ་པ་ཡིན་ན་མི་ཡི་སྐྱེ་བ་ལན་བཟུང་ལ་ར་ཞེས་བཤད་ལ་ན་ཞེས་ལབ་པ་རེད་ལ་ར། ཁྱིམ་བདག་ན་རེ་ལ་རེ་ཁྱིམ་བདག་གི་ལ་རེ་ལ་ར་དེ་ལྟར་ཡིན་ན་དེ་ལྟར་ཡིན་ན་ལ་དེ་འདྲ་བ་ཡིན་ན་ལ་ར། ནི། ཁྱོད་ཀྱིས་ངའི་ཚང་གི་དོན་དུ་དཀའ་ལས་མང་པོ་ཞིག་མྱངས་སོང། ད་ངའི་ཚང་གི་ལ་ངའི་ནང་མིའི་དོན་དག་ལ་ཁྱེད་རང་དཀའ་ལས་མང་པོ་ཞིག་མྱངས་སོང་ལ། ངེད་ཀྱི་དོན་དག་ལ་ཁྱེད་རང་དཀའ་ལས་མང་པོ་ཞིག་མྱངས་སོང། ཨ་ནི། འདིར་དངུལ་སྲང་ལྔ་བཅུ་ཐམ་པ་ཡོད་པས་དངུལ་སྲང་ལྔ་བཅུ་ཐམ་པ་ལ་ན་སྲང་ལ་ན་ད་ལྟ་ང་ཚོ་ཚེ་ཧྲི། ཚེ་ཧྲི་རེད་ར་ཉི་མ་བོད་ལ་ཚེ་ཧྲི་རེད། འདི་དངུལ་དངུལ་སྲང་ལྔ་བཅུ་ཐམ་པ་འདི་ཨ་ནི་ཁོ་ལ་སྤྲད། ར། གར་བཞིན་སྤྲད་ལ་ན་ཁྱོད་ལ་བླ་ཡོན་དུ་སྟེར་ལ་དང་ཁྱེད་རང་གི་བླ་ཆ་མཚོན་བྱེད་དུ་སྟེར། ད་སོང་ནས་ལུང་པ་སྐྱིད་པོ་ཞིག་ཏུ་འཚོ་བ་རོལ་ཤོག་ལ། ད་ཁྱེད་རང་ཕར་ཕེབས་ནས་ཨ་ནི་ཁྱེད་རང་ཕར་རྒྱུགས་ལ། ཕར་འགྲོ་ནས་ཨ་ནི་ཁྱེད་རང་འཚོ་བ་སྐྱིད་བོ་བྱས་ནས་ཨ་ནི་སྐྱེས་ལ། རྗེས་སུ་བྱ་ངན་འདྲ་བྱས་ནས་ཕྱིར་བོང་བུ་བསྒྱུར་དུ་མ་བཅུག་ཨང། ད་ཁྱེད་རང་རྗེས་ལ་ལས་ཀ་སྡུག་ཅག་བྱ་ངན་ལ་ན་ལས་ཀ་སྡུག་ཅག་ལ་ལས་ཀ་སྡུག་ཅག་འདི་མ་བྱས་ནས་རང་ཨ་ནི་བོང་བུ་ལ་ཚུར་མ་བསྒྱུར་ཨ། ཞེས། བསླབ་བྱ་བྱེད། དེ་ལ་དང་ད་ཁོ་རང་གིས་བསླབ་བྱ་བྱེད་དེ་ནི་བཏང་རེད་ཕ། དང་ངོ་ལ་དང། ཕ་བཏང་རེད་ལ། ཨ། ཉིན་ཤས་རྗེས་ལ་དང་ཉི་མ་ཁ་ཤས་རྗེས་ལ་ར། ཁྱིམ་བདག་གིས། ད་ཁྱིམ་བདག་དེ་ཡི་ཁ་ཤས་ལ་ན། ད། བུང་བུ་ཞིག། ད་ཉོས་གོ་འདུག་བུང་བུ་ཞིག་གོ་འདུག་དེ་འདྲས་བསམ་ནས་ར། བསམ་སྟེ་ཨང་ཁ་ཤས་ལ་ཁྲོམ་ལ་ཕྱིན་པ་རེད། ཁྲོམ་ལ་ཕྱིན་པ་ན་ལ་དང་ཁྲོམ་ལ་ཕྱིན་དུས་ནི། རང་གི་བུང་བུ་དེ་ཁྲོམ་རར་བཙོང་བཞིན་ཡོད་པ་མཐོང་བས་ལ་དང་ད་ཁོ་རང་གི་ད་བུང་བུ་དེ་ཁྲོམ་ལ་བཙོང་གི་ཡོད་པ་མཐོང་དུས་སེམས་སྐྱོ་བའི་ངང་སེམས་སྐྱོ་བ་ལ་ན་ད་སེམས་པ་མ་སྐྱིད་པ་དེ་འདྲའི་ཆ་ནས་ར་ནི་མིག་ཆུ་དོན་དེ་འདྲའི་བྱེད་ནས་ནི། ཨ་ཙི་ལར་ལེགས་ཉེས་འབའ་ཡང་ཁྱོད་ཕྱིར་བུང་བུ་ཞིག་ཏུ་གྱུར་འདུག་ད་ཡང་བསྐྱར་ཁྱེད་རང་བོང་བུ་ཞིག་ལ་གྱུར་འདུག་ལན། ཕ། ཁྲོམ་ར་ནང་ལ་ཐོངས་ཐོངས་ནས་ཨིན་ཁོ་རང་གི་ཕ་ཤེས་པ་རེད། ར། བྱ་བ་ངན་པ་ཅི་ཞིག་བྱས་པ་ཡིན་ནམ། ཁྱེད་རང་ལས་ཀ་སྡུག་ཅག་ག་རེ་བྱས་ཡིན། ར། དཀོན་མཆོག་གསུམ་པོ་ཁྱེད་ན་རེ། ད་ཁོ་རང་རང་བཞིན་གྱིས་དཀོན་མཆོག་གསུམ། དཀོན་མཆོག་གསུམ་ལ་ར། འདི། བོད་སྒྲ་འདི་མ་དོན་རེད། ར། ང་ཚོ་དཀའ་ལས་འགྲོ་འཕྲད་དུས་སྐབས་ལ་འདི་སྐབས་ལ་ཧང་འགྲོ་སང་དུས་འོ་དཀོན་མཆོག་གསུམ་པོ་ཁྱེད་ནི་འོ་འགྲོ་ལོས་མ་ཤེས་ཏོ་ཨ། འདི་ན་བཞིན་གྱིས་ནི། ཁྱིམ་བདག་དེ་ཡི་བ་ཤེས་རེ་དཀོན་མཆོག་གསུམ་པོ་ཁྱེད་ནུ་བོ་ལ་ར། ཁྱེད་པ་ལ་ན་ཤེས་པ་ལ་ར། ཁྱེད་པ་དང་ར་ཧ་གོ་བ་དང་ར་འོ་དེ་ལ་ཞེས་སྨྲས་ཏེ་ལ་ན་ཁོ་རང་གིས་དེ་ཤེས་ཏེ་དངུལ་སྲང་ལྔ་བཅུ་སྤྲད་དེ་བོང་བུར་ཕྱིར་ཉོས་སོ་དངུལ་སྲང་ལྔ་བཅུ་ལ་ན་དངུལ་ར་སྒོར་མོ་ལྔ་བཅུ་སྤྲད་ནས་ར་རྟ་ཁོ་རང་གི་དངུལ་སྲང་ལ་ན་རྟ་སྙེ་མ་བོད་ཀྱི་ཚད་གཞི་བྱས་ར་འདི་སྐབས་ལ་ཁོ་རང་གིས་དངུལ་སྲང་ལྔ་བཅུ་དེ་སྤྲད་ནས་གོང་བུ་ཆུ་རང་ཆང་ཉོས་རེད་ལ་ར། ཕྱིར་ཉོས་ལ་ན་ཆུ་རང་ཆང་ཉོས་རེད་ལ་ར། འོ་དེ་རེད་ད་རྣམ་པ་ཚོ་ངོས་ནས་ར་ག་རེ་གནང་ཡ་ལ་ན། མ་གྲུང་དེ། རེད་རེད་བྱས་ནས་མ། དུང་མཚམས་རེད་རེད་ལོ་ཨ་སུ་སུ་ངོས་ནས་འགྲེལ་བཤད་རྒྱལ་ཐང་དེ་མ། སྦྱང་གནང་གོ་རེ་ཞུ་ཡ་ཡིན། ལ་སོ།